ཨ་ཝེ། འཛིན་གྲྭ་གསུམ་པའི་སློབ་ཕྲུག་ཚོ་བཀྲ་ཤིས་ལགས། ཨ་ནི་ད་རིང་གི་ང་ཚོ་གི་སློབ་ཚན་དེ་སློབ་ཚན་བཅུ་གཉིས་པ་དེ་རེད་ཤག་ཨ་ནི་སློབ་ཚན་བཅུ་གཉིས་པ་དེ་ཨ་ནི་ཞེ་སའི་སྐོར་ལ་རེད་འདུག་དེ་འདོད་ཨ་ནི་ཞེ་སའི་སྐོར་ལ་མ་ཞུས་སྔོན་ལ་ཨ་ནི་རྣམ་པ་ཚོ་ལ་འདི་གཅིག་ཞུ་ན་བསམ་སོང། ང་ཚོ་ཞེ་ས་དེ་ག་དུས་ཡིན་ནས་ལས་ཨ་ནི་རང་གི་རང་ལ་ཞེ་ས་རྒྱག་བྱུང་མ་རེད་བྱས་བྱས་དེ་གཅིག་བྱས། ཨ་ནི་ད་ང་ཅིག་ང་ཚོ་གི་ཞེ་ས་དེ་བེད་སྤྱོད་བཏང་གནང་དུས་སྐབས་སུ་ཨ་ནི་སོ་སོ་ལས་གཞན་པ། གཞན་པ་དེ་སྔོན་བསྡད་ནས་མི། ལོ་ཆུང་ཆུང་ཡིན་ནའི་ལེ་རེད་ཆེན་པོ་ཡིན་ནའི་ལེ་རེད་སོ་སོའི་རྒན་གྲོགས་པོ་གྲོགས་མོ་ཡིན་ནའི་ལེ་རེད་སུ་ཡིན་ནའི་ལེ་རེད་དེ་ཚོ་ལ་ཡང་ང་ཚོ་གི་ཅིག་བྱེད་ས་གི་ཚིག་དེ་བེད་སྤྱོད་བཏང་ཆུག་གི་རེད་བཏང་ཡ་ཡ་རེད་བ་དེ་ཡིན་དུས་བསམ་པ་ལེ་ཡ་ཨེ་ནི་རང་གི་རང་ལ་བེད་སྤྱོད་བཏང་ཆུག་མེད་ཞེས་ས་གི་ཚིག་དེ་ཨེ་ནི་ད་ག་ནང་བཞིན་ཨེ་ནི་ང་ཚོ་གི་ཨེ་ནི་དུད་འགྲོ་གི་རིགས་ཞིག་དུ་བ། དུད་འགྲོ་གི་རིགས་སེམས་ཅན་རེད་བ། དེ་ཚོ་ལ་ཡང་ཨེ་ནས་ཅིག་ག་དཔེར་ན་ཁྱི་དང་ཞི་མི་ལ་སོགས་པ་དེ་འདྲའི་ལ་ཡང་ང་ཚོ་གི་ཅིག་ཁྱི་ལ་ལ་ཡ་དང་ཞི་མི་ལ་ལ་ཡ་འགྲོ་བོ་དེ་འདྲའི་གི་ཡང་ཞེ་ས་དེ་ཨེ་ནས་ང་ཚོ་བེད་སྤྱོད་བཏང་ན་ཡོད་མ་རེད་དེ་ཅིག་ཞུ་འདོད་བྱུང། ཨེ་ད་ག་ནང་བཞིན་ཨེ་ནས་ཅིག་ཤིང་སྡོང་དང་དེ་འདྲའི་གི་རིགས་དེ་ལ་ཨེ་ནས་ང་ཚོ་ཅིག་ལག་ཁ་ས་ལག་རྒྱ་བྱེད་རེད་བ་དེ་འདྲའི་གི་ཨེ་ནས་ཅིག་ཞེ་ས་དེ་ཡང་བེད་སྤྱོད་བཏང་ན་ཡོད་མ་རེད་དེ་ཅིག་ཞུ་ཡ་ཡིན། ད་རིང་གི་ང་ཚོ་གི་ཞེ་ས་གི་སློབ་ཚན་དེ་དུ་རེད་དོ། རྒྱུན་སྤྱོད་བྱ་ཚིག་གི་ཞེ་ས། ད་རྒྱུན་སྤྱོད་གཟིགས་འདུག་རྒྱུན་སྤྱོད་ལ་དུ་སེ་རྒྱུན་ལ་ན་ང་ཚོ་ནམ་རྒྱུན་རྟག་པར་གཟིགས་རོགས་འདི་རེད། སྤྱོད་ལ་ན་བེད་སྤྱོད་ཀྱི་སྤྱོད་རེད་བེད་སྤྱོད་རེད་པ། དོན་དུ་ཨེ་ནི་ནམ་ཞར་རྒྱུན་དུ་ང་ཚོ་བེད་སྤྱོད་བཏང་ན་ཡང་གི་བྱ་ཚིག་གི་ཞེ་ས། སྐབས་འདི་གི་ཞེ་ས་དེ་ག་རེ་ལས་གྲུབ་པའི་ཞེ་ས་རེད་ཞུས་པ་ཡིན་ན་བྱ་ཚིག་ལས་གྲུབ་པའི་ཞེ་ས་རེད་ཟེར་གོ་རེད། དོན་དུ་བྱ་རྩིས་བྱེད་ཅེས་ཞུས་པ་ཡིན་ན་ད་བྱ་རྩིས་ལ་དུས་ཟ་མ་ལ་ང་ཚོ་གི་ལུས་ངག་གི་བྱ་བ་གང་དང་གང་བྱེད་པ་དེ་ལ་ཡང་བྱ་བར་བ་དན་ཏིག་གི་བྱ་བ་ལས་གྲུབ་པའི་ཚིག་བྱ་རྩིས་ཀྱིས་ད་ལྟ་དེ་ལ་ཡང་ཞེ་ས་དེ་བྱ་རྩིས་ལས་གྲུབ་བྱ་རྒྱུད་ཀྱི་ཞེ་ས་རེད་དོ། ལ་ཟེར། དེ་ཡང་དང་པོ། ཡི་གེ་ཀློག། ཡི་གེ་ཀློག། ད་ཡི་གེ་ཀློག་ཞུས་པ་ཡིན་ན་ང་ཚོ་དེབ་དང་སྒྲུང་དེབ་དང་ག་རེ་ཡིན་ནའི་ལེར་བ་ཀློག་པ་བྱེད་ལ་ཡི་གེ་ཀློག་ཟེར་རོ། ཨ་ནི་ཡི་གེ་ཀློག་འདི་ལ་ཡ་ཞེ་སའི་ཐོག་ནས་ཞུས་པ་ཡིན་ན་འཇགས་ཀློག་རྒྱུནས་ར་འཇགས་ཀློག་རྒྱུནས། དཔེར་ན་ངས་དེབ་ཡི་གེ་ཀློག་གི་ཡོད་དེ་ག་ནང་བཞིན་རྒན་ལགས་ཀྱི་ཡི་གེ་ག་རེ་འཇགས་ཀློག་རྒྱུན་གི་འདུག་ཟེར་རྒན་ལགས་ཀྱི་འཇགས་ཀློག་རྒྱུན་འདི་ཞག་ཟེར་བ་ཨ་ནི་ད་ག་ནང་བཞིན་གི་ཨ་ནི་ང་ཚོ་སློབ་ཕྲུག་ཚོ་ཡི་གེ་ཀློག་འདི་ཡོད་ཡིན་ནའི་ལས་ད་ལྟ་གོང་ས་མཆོག་ཨ་ནི། ཨ་ནི་ལུང་ལྗགས་བློ་རྒྱུད་འདི་བཞག། ཟེར་བ། དུ་ཟིག་རོ་ང་ཚོ་ལྗགས་བློ་རྒྱུད་བླ་ན་དོན་དུ་ཡི་གེ་ལྷོག་པ་ཡི་ཞེ་སར་བྱས། ཨ་ནི་དེའི་གཤམ་ལ་ཡ་ཡི་གེ་བྲིས་ཡི་གེ་བྲིས་རེད་བ། བྲིས་དེའི་སྒང་ལ་ཡ་ཡི་གེ་བྲིས་ནག་པང་ཐོག་ལ་ཡི་གེ་བྲིས་ཟིག་རེད་བ། དེ་ཡི་གེ་བྲིས་ཡོད་བ་ཡི་ཞེ་ས་དེ་ལ་ཡ་ཕྱག་བྲིས་རྒྱུན། ཕྱག་བྲིས་རྒྱུན། རེ་བ། ངའི་ནང་པང་ཐོག་ལ་ཡག་ཡི་གེ་བྲིས་ཀྱི་ཡོད། ཡིན་ནའི་ལེ་རྒན་ལགས་ཨེ་ནི་ནང་པང་ཐོག་ལ་ཕྱག་བྲིས་བསྐྱོན་ཏེ་བཞག་ཟེར་བ། ཨེ་ནི་ད་ནང་བཞིན་ཨེ་ནི་ང་ཚོ་ཨེ་ནི་བྲིས་དེབ་གང་ལ་ཡི་གེ་བྲིས་བསྡད་ཀྱི་ཡོད་ལ། ཨེ་ནི་རྒན་ལགས་ཨེ་ནི། ནང་པང་ཐོག་ལ་ཡ་ཡང་ཕྱག་བྲིས་བསྐྱོན་ཏེ་བཞག་ད་ནང་བཞིན་ཡང་མིན་ན་བྲིས་དེབ་ཐོག་ལ་ཡ་ཕྱག་བྲིས་བསྐྱོན་ཏེ་བཞག་ཞེས་ཅིག་བེད་སྤྱོད་བཏང་ན་ནི་འགྲིག་རེད། ཨེ་ནི་ད་ནང་བཞིན་རྒན་ཅིག་གམ། མི་དཔེ་ན་དཔོན་པོ་དང་ལྷ་མ་དང་དེ་འདྲ་ཡི། དེ་འདྲས་རེད་དེ་མ་ཡིན་པ་ནི་རང་ལས་གཞན་པ་ལོ་ན་ཆེ་ཆུང་ག་རེ་ཡིན་ནི་ལས་ཁོང་ཚོ་གིས་ད་ཅིག་ཡི་གེ་བྲིས་ཏེ་ཡོད་ན་ནི་ཁོང་ཚོས་ནི་ཕྱག་བྲིས་གྱོན་ཏེ་ཞལ་བཞེས་ཀྱི་བེད་སྤྱོད་བཏང་གནང་ཡས་རེད་ཨ་འདིའི་ཞོ་བོ་ལ་སྐྱེལ་མ་བྱས་སྐྱེལ་མ་བྱས་ལ་དུས་ཟིན་པ་ལ་ཡ་དཔེར་ན་ཁྱེད་རང་གི་ནང་ལ་མི་གཅིག་སླེབས་པ་ཡིན་ན་འགྲོ་འབོད་ཀྱི་རེད་བ་ཨ་ནི་འོང་དེ་ཕ་སྐྱེལ་ག་འགྲོ་བ་ལ་ཡ་སྐྱེལ་མ་བྱས་རེད་བ་དེ་སྐྱེལ་མ་བྱས་དེ་ཨ་ནི་ཡ་ཞེ་སའི་ཐོག་ནས་ཞུས་པ་ཡིན་ན་ཕེབས་སྐྱེལ་ཞུས་ཡས་སྲིད་བ་ཕེབས་སྐྱེལ་ཞུས་ཡས་དཔེར་ན་ཁྱེད་སེང་ང་ཚོའི་ནང་ལ་མགྲོན་པོ་མང་པོ་ཞིག་ཕེབས་སོང། སོང་ཙང་ད་རིང་ཨནི་སྐུ་མགྲོན་དེ་གའི་དན་ང་ཚོ་ཕར་ཕེབས་སྐད་ཞུས་ཡིན། རེད་བ། ཕེབས་སྐད་ཞུས་ཡིན་སྐུ་མགྲོན་དེ་གའི་དན་ད་རིང་ང་ཚོ་ཕར་ཕེབས་སྐད་ཞུས་ཡིན་དོན་དུ་ཁོང་ཚོ་ལ་ཕར་སྐད་མ་བྱས་ཡིན། རེད་བ། ཨནི་ད་ནང་བཞིན་ཨནི། ང་ཚོ་སྡུག་གཟིགས་ར་བ་ངས་ད་ཉིན་གྲོགས་མོ་ནང་ལ་འགྲོ་དུས་བསམ་པ་ལ་ཡ་ཨ་ནི་ཁོང་ཚོ་གིས་ཨ་ནི་ང་ལ་ཡ་སྐད་མ་བྱས་སོ་ཟེར་བ་ཨ་ནི་དེའི་ཞུ་ག་ལ་ཁོང་ཚོ་ད་ངའི་ནང་ལ་ཚུར་ཕེབས་དེའི་སྐབས་སུ་ཨ་ནི་ངས་གིས་ཡང་ཨ་ནི་ཁོང་ཚོ་ལ་ཕ་ཕེབས་སྐད་ཞུས་ཡིན་བྱས་རྗེས་དེ་འདྲས་བེད་སྤྱོད་བཏང་གནང་ཡ་རེད་ཨན་དེའི་ཞུ་གུ་ལ་སྣག་སྐྱེས་སྣག་སྐྱེས་ལ་ན་སྣག་སྐྱེས་པར་བ་དཔེར་ན་ང་ཚོ་གཅིག་གིས་ཤིག་སྐྱ་བ་ལ་ཡ་ད་ཨན་ནི་གོ་འཇུ་གསུམ་ལ་ཞེས་འདུག་ཟངས་ཚོ་སྣག་སྐྱེས་ཀྱི་འདུག་བ་དེ་ལ་ཡ་སྣག་སྐྱེས་བ་སྣག་སྐྱེས་བ་གི་ཞེས་ས་དེ་ག་རེ་འདུག་ཨུ་ན་ཞེས་ཨུ་ན་ཞེས་ད་ཁྱེད་རང་ཚོ་དེ་ལ་དོ་སྣང་བྱུང་བ་ཡིན་ན་ཨུ་ལ་ན་ང་ཚོ་ནམ་རྒྱུན་གོ་གི་ཞེས་ས་ར་བ་ཨུ་ར་བ་ཨུ་ན་ཞེས་དོན་དུ་ཨན་ནི་གཅིག་ག། ངས་ད་རྫུན་མ་བཤད་ཀྱི་མིན་ཞེས་ཅེ་ནཱ་གྱིས་ཡིན་ད་ནང་བཞིན་ཨ་ནི་ངའི་གྲོགས་པོ་གྲོགས་མོ་ཚོ་ཡང་ཨ་ནི་ཅིག་མ་འོངས་པ་ལ་ཡང་རྫུན་མ་བཤད་ཀྱི་མིན་ཞེས་ཅེ་ཁོ་ཚོ་དབུ་ན་བཞེས་སོང་ཟེར་བ། ཨ་ནི་ད་ནང་བཞིན་ཨ་ནི་ང་ཚོ་རྒྱལ་ཁབ་ཀྱི་སྲིད་འཛིན་གྱི་ཨ་ནི་ཅིག་མི་ཨ་ནི་ཅིག་རྐུ་མ་དང་ཇག་པ་གི་རིགས་དེ་ཚོ་ཨ་ནི་ཅིག་ཕ།

ཨན་དེ་ཤམ་ལ་ཡ་སྐྱེས་པ་རེད་བ། སྐྱེས་པ་ལ་ནི་ད་ཁྱེད་རང་ཚོ་ཁྱི་འགྱུར་བ། ཨན་ནི་ཁྱེད་རང་ཁྱེད་རང་ག་དུས་འཁྲུངས་རེད་ལ་ནི་ཨན་ནི་ང་གཅིག་སྟོང་དགུ་བརྒྱ་དགུ་བཅུ་གོ་གཉིས་ལ་སྐྱེས་རེད་ཟེར་གི་བ། སྐྱེས་པ་རེད་བ། ཨན་ནི་ད་སྐྱེས་པ་གི་ཞེ་ས་དེ་ལ་འཁྲུངས་ཨ་བོ་གར་དེ་ཁྲ་ཤུལ་འཁྲུངས་ང་འཁྲུངས་རེད་བ། འཁྲུངས། ད་ནང་བཞིན་ཨན་ནི་ཡང་གཅིག། གཏམ་བྱེད་ཀྱི་གཉིད་འདུག་བ་དེ་ནང་ལོ་ནས་དང་པོ་འཁྲུངས་བར་བ་དཔེ་ན་ཁོང་ཚོ་ཆོ་ག་བས་འཁྲུངས་པ་རེད་ཞུས་པ་ཡིན་ན་ནི་ཨ་མདོ་སྟག་རྩེ་ལ་ཡ་གཅིག་སྟོང་དགུ་བརྒྱ་སུམ་ཅུ་སོ་ལྔ་ལོ་ལ་འཁྲུངས་རེད་ཟེར་བ་ཨན་ད་ནང་བཞིན་ཡིན་ནི། པན་ཆེན་རིན་པོ་ཆེ་ག་བས་འཁྲུངས་རེད་ལ་ན་ཡིན་ནི་གཙང་ལ་ཡ་འཁྲུངས་རེད་ཟེར་བ་ཨན་ད་ནང་བཞིན་གྱི་ཨ་ནི་གཅིག་གི། གཏམ་ལས་འདིར་བ་གཏམ་བའོ་ལས་གཏམ་མ་ས་གཏམ་གཏམ་ལས་དེ་ཨ་ནི་ང་ཚོ་ནམ་རྒྱུན་ནས་གཏམ་བདེ་དཔེར་ན་ང་ཚོ་སངས་རྒྱས་བཅོམ་ལྡན་འདས་ཁ་བ་སྐུ་གཏམ་རེད་ཅེས་བྱེད་ཅིག་ང་ཚོ་ལ་ཡ་ནམ་རྒྱུན་ཨ་འདི་ལྟར་རྒན་ལ་ཚོ་ཁྲེལ་རྒྱུ་གནང་གི་འདུག་ཨ་འོ་དེ་འདྲའི་བསམ་པ་ལ་ཨ་ནི་སངས་རྒྱས་བཅོམ་ལྡན་འདས་ལུང་པའི་ནི་ལས་ཡ་སྐུ་གཏམ་རེད་ཟིག་ར་བ་འདུག་ཅེས་བྱེད་གཏམ་ལ་གཏམ་བདེ་ད་དེ་ཨ་དཔེར་ན་ཅིག་རིམ་པ་མ་སོན་ན་ཨ་ནི་རིམ་པ་མཐོ་བ་དཔེར་ན་ང་ཚོ་མི་སྐྱོམ་དཀྱུས་མ་མ་ཡིན་པ་ཕྱིར་བ་ནི་ལྷ་མ་དང་སངས་རྒྱས་དང་དེ་ཚོ་ལ་ནི་ཁོ་ཚོས་ནི་ག་བ་འཁྲུངས་རེད་ག་བ་སྐྱེས་རེད་དེའི་ལྭ་བའི་ཚབ་ལ་ནི་ཁོ་ཚོ་ག་བ་སྐུ་བལྟམས་པ་རེད་ཕྱིར་ཅེས་བེད་སྤྱོད་བཏང་གནང་ན་དེ་ཡག་ག་ཡོད་རེད་ཅེས་ཞུས་ཡ་ཧིན། ཨན་ད་ནང་བཞིན་དེའི་ཞུ་སྒོ་ལ་འགྲོ་རེ་ད་བ་ཧའོ་གར་ད་དྲ་ན་རུ་འགྲོ། ད་འགྲོ་བ་ལ་དུས་སམ་ལེ་ཡ་ཨེ་ནི་འགྲོ་བ་འགྲོ་བ་རང་རེ་བ་ཕྱི་ལོག་ལ་འགྲོ་བ་ཕྱི་རེ་བ་སློབ་གྲྭ་ལ་འགྲོ་བ་ཕྱི་རྫིང་ཁང་ལ་འགྲོ་བ་ཕྱི་ཨེ་ནི་འགྲོ་བ་གི་ཞེ་ས་དེ་ལེ་ཡ་ཕེབས་ཟེ་ར་ཕ་རིང་པོ་ཕེབས་བ་ས་ཕེ་ཨེ་ནི་དཔེར་ན་ང་ཚོ་ད་མི་དེ་འདྲའི་ཕྱི་ལོག་ལ་ཐུག་དུས་སྐབས་སུ་ཨེ་ནི་མི་དེ་འདྲའི་ཡ་མ་དྲུག་ཡོད་ན་ང་ཚོ་གི་འདུག་ཟེ་ད་ཁོང་ཚོ་ལེ་ཡ་ཀ་དེ་ཞུགས་རུ་བ་ཁྱེད་རང་ག་བ་ཕེ་གི་ཡོད་ཟེ་ར་བ་ཨེ་ནི་ད་རང་བཞིན་ཨེ་ནི་ཁྱེད་རང་ང་ཚོ་ནང་ལ་ཕེ་ད་ཟེ་གི་ར་བ་དོན་དུ་ཕེབས་ལ་དུས་བསམ་པ་ལ་འགྲོ་བ་ཡི་ཞེ་ས་བྱེད། དེ་འགྲོ་བ་དེ་ལ་ཞེ་ས་གཉིས་འདུག་གཅིག་ཆིབས་བསྒྱུར་ནང་ད་ཆིབས་བསྒྱུར་ནང་ལ་དུས་བསམ་པ་ལ་ཡང་ང་ཚོ་ཅིག་མི་དཀྱུས་མ་འདི་ཚོ་ལ་ཡང་འདི་ཚིག་འདི་བེད་སྤྱོད་བཏང་གནང་ཡ་མ་རེད། དཔེར་ན་གོང་ས་མཆོག་ད་ལྡི་ལི་ལ་ཕེབས་སོང། ཚིག་རྩ་ཁ་ཤས་འདུག་ཟིག་རྡོ་ཨ། དེའི་ཚབ་ལ་ཡང་ང་ཚོ་ག་འདྲས་དངོས་གནས་བྱས་ན་ག་འདྲས་ཚིག་དེ་ད་ལྟ་དེ་ཆིབས་བསྒྱུར་གནང་ལ་ཡས་དེ་བེད་སྤྱོད་བཏང་གནང་ཡས་རེད་བ། གོང་ས་མཆོག་ལྡི་ལི་ལ་ཆིབས་བསྒྱུར་གནང་སོང་ཟིག་ཨ། ད་ནང་བཞིན་གོང་ས་མཆོག་དམ་ས་ལ་ལ་ཡས་ཆིབས་བསྒྱུར་གནང་སོང་ཟེར་བ། ཨ་ད་ནང་བཞིན་བཀའ་མོལ་པ་ཨ་ནི་ཕྱི་ཡིག་ལ་ཆིབས་བསྒྱུར་གནང་རེད་ཟེར་བྱེད་འདུག་ཟིག་ད་ཅིག་ལྷ་མ་དག་དེ་འདྲས་ཀྱི་རིགས་ལ་ཡས་ཨ་ནི་ཡིན་ཅིག་ཆིབས་བསྒྱུར་གནང་ལ་ཡས་དེ་བེད་སྤྱོད་བཏང་གནང་གོ་རེད་རེད་བ། དེ་ག་ཟེར་ནི་མི་དཀྱུས་མ་དང་དེ་འདྲའི་ལ་ཡིན་ནི་ཡིན་ཅིག་ང་རང་ཚོ་གྲོགས་པོ་གྲོགས་མོ་དང་དེ་ཚོའི་ནང་ལ་ཡིན་ནི་ཅིག་ཆིབས་ཡུལ་རྐྱང་ལ་ཆིབས་ཡུལ་སྣང་ལ་དེ་བེད་སྤྱོད་བཏང་བ་ཡིན་ན་ཅིག་ཅི་འཚམས་པོ་ཡོད་མ་རེད་ལན་པོ་ཡོད་མ་རེད་བ་དེ་ཆིབས་ཡུལ་སྣང་ལ་དེ་ཡིན་ཅིག་ཡིན་ནི་བླ་མ་དང་ཡིན་ནི་གོ་གནས་མཐོ་བོ་ཡོད་རྒྱུ་དེ་ཚོ་ལ་ཡིན་ནི་ཆིབས་ཡུལ་སྣང་ཞེས་བེད་སྤྱོད་བཏང་གནང་ན་དེ་ཅིག་ཅི་ཡག་པོ་ཡོད་རེད་ཞེས་ཞུས་ཧིན། དེའི་ཆུ་ཁོ་ལ་བསྐྲུན་ཡོད་རེད་འདུག་བ་ས་ག་ད་ག་རེ་འདྲ་འདྲ་ཞུས་བསྐྲུན་ན་བསྐྲུན་དེ་བསྐྲུན་དེ། བསྐྲུན་ལ་དུས་ཟ་མ་ལ། བཟོ་བ། བཟོ་བ་དང་བསྐྲུན་པ་གཅིག་པ་གཅིག་ཡང་རེད་དཔེར་ན། ཁྱེད་ཁྱེད་རང་གིས་ནི་ཁང་པ་བཟོས་ཡིན་ཟེར་ད་ནང་བཞིན་ཁང་པ་བསྐྲུན་ཡིན་ལ་ན་བཟོས་བསྐྲུན་མཚམས་མཚམས་ལ་བཟོ་དང་བསྐྲུན་གཉིས་ཀ་བས་མཉམ་དུ་བེད་སྤྱོད་བཏང་བྱས་བཟོས་བསྐྲུན་ཡན་ལག་རེད། དོན་དུ་བསྐྲུན་ལ་དུས་ཟ་མ་ལ་ཡ། བཟོ་བ་ཡི་དོན་དག་དེ་ལ་ཡ་བསྐྲུན་ཟིག་རེད། བསྐྲུན་དེ་གཞས་ཚིག་ཐོག་ནས་ཞུས་པ་ཡིན་ན་བཞེངས་ཟིག་དོ་བཞེངས། དཔེར་ན། མཆོད་རྟེན་བཞེངས་པ་རེད་བ། དེ་ག་ནང་བཞིན་བླ་ཁང་བཞེངས་པ། ད་ག་ནང་བཞིན་རྒྱལ་ནི་སློབ་གྲྭ་བཞེངས་པ་དུ་དྲུག་རེད་དགོན་པ་བཞེངས་བ་རེད་བ། དེ་ག་ནང་བཞིན་གྱི་ད་སྤྲུལ་འདི་ལ་ཡང། དེ་ལས་ཀྱང་རིམ་པ་ཏིག་སི་མཐོ་བ་ཞིག་བྱས་ནི་ཕྱག་བཏབ་ཟེར་བ། ཕྱག་བཏབ། ད་ནང་བཞིན་གྱི་ད་ང་ཚོ་འདུག་གཟིགས་རོགས་དཔེར་ན་གོང་ས་མཆོག་རྒྱ་གར་ལ་ཕེབས་ནས་ཨ་ནི། གོང་ས་མཆོག་གིས་ཨ་ནི་སློབ་གྲྭ་དང་པོ་དེ་ག་བ་ཕྱག་བཏབ་གནང་བ་རེད་ལ་ན་ཨི་ནི་མ་སུ་རི་ལ་ཕྱག་བཏབ་གནང་བར་བ་དུས་འདུག་ཨི་ནི་གོང་ས་མཆོག་གིས་མ་སུ་རི་ལ་ཡ་སློབ་གྲྭ་བཟོས་པ་རེད་ཟེར་བར་བ་ཨི་ནི་ཞེ་སའི་ཐོག་ནས་ཞུས་པ་ཨི་ན་ཕྱག་བཏབ་གནང་བ་རེད་ཅེས་བྱས་འདུག་ད་ཕེབས་ཞུ་སྟངས་གནང་དགོས་རེད། དེ་བཞུགས་ལ་དྭོགས་དགའ་དགའ་དགའ་ལ་ནི་སེམས་པ་དགའ་བ་རུ་བ་སེམས་པ་དགའ་བ་ཡི་དོན་དག་རུ་བ་དེས་ནི་ཞེ་སའི་ཐོག་ནས་ཞུས་པ་ཡིན་ན། རྙེད་མའོ་གཉའ་འབྲིང་པོ་རྙེད་ས་རྙེད་ད་ནི་ག་རེད་དུ་དྭོགས་དགའ་འབྲིང་པོ་རྒྱས་ས་རྒྱས་རྙེད་དུ་བ་རྙེད་ད་རྒྱས་བྱེད་རྙེད་དུ་བ་དེ་ལ་ཡ་ནི་ཅིག་རྙེད་ལ་དུས་གསུམ་ལ་སེམས་པ་དགའ་བ་ཡི་ཞེ་སར་བ་དཔེར་ན་ང་ཚོ་གི་ད་ཅིག་ཁྱེད་ནང་ལ་ཡ་ཨ་མ་ལགས། ཞི་བོ་སེམས་པ་དགའ་ཡོད་ན་ང་ཚོ་ག་འདྲའི་ཟེགས་རེད་ལ་ན་ཨེ་ནི་ངའི་ཨ་མ་ལགས་ཞི་བོ་ཞི་ཐུགས་རྒྱལ་ཞི་ཐུགས་རྙེད་འདུག་ཟེགས་རེད་བ། ཨ་ནི་ད་ག་ནང་བཞིན་གྱི་ཅིག་ངའི་རྨོ་མོ་ལ། ཨ་ནི་ཁྱེད་སེང་གནས་སྒོ་ཕྱིན་ཅིག་ཐུགས་རྒྱལ་འདུག་ཟེགས་རེད་བ། ཐུགས་རྒྱལ་འདུག་ཡ་ལ་ག་རེད་ལ་ད་ག་ནང་བཞིན་ཐུགས་རྙེད་ཞི་བོ་ཞི་ཐུགས་རྙེད་ཞག་ཟེགས་རེད་བ། ཨེ་འདྲ་ནང་བཞིན་ཁྱེད་རང་འདི་ལྟ་སྙན་པ་དེ་འདྲས་ནི་ཁྱེད་རང་ད་ག་འདྲས་སྙན་པ་ག་འདྲས་དགའ་བོ་ཡོད་ཟེར་བྱས་ད་ང་ཚོ་འཇིགས་མེད་ཞིང་པ་ལ་སྐད་ཆ་དྲི་ཡ་ཡིན་ན་ཁྱེད་རང་སྙན་པ་ག་རེ་ཐུགས་མཉེས་པོ་ཡོད་ཟེར་བ། སྙན་པ་ནང་ལོས་ནས་སྙན་པ་ཐུགས་མཉེས་ཤོག་ཁྱེད་རང་ག་རེ་ཡིན་པ་ཟེར་བྱས་ང་ཚོ་སྐད་ཆ་དྲི་རུ་བ་དེ་གཅིག་བྱས་ཨེ་འདྲས་ཞུ་གོ་ལ་རྒྱས་རྒྱས་ཐུགས་རྒྱས་བར་བ། དཔེར་ན་ང་ཚོ་བོད་ཡིག་ཡག་པོ་སྦྱང་བ་ཡིན་ན་ཡིན་དེ་ག་རང་གིས་ཡིན་ག་ཅིག་རེད་གོང་ས་མཆོག་ཐུགས་དགྱེས་ཀྱི་རེད་ཟེར་བ་ཡིན་ད་ནང་བཞིན་གོང་ས་མཆོག་གིས་གསུང་བ་ནང་དག་བྱེད་ཆེད་ང་ཚོ་གས་ཅིག་ག་སེམས་པ་བཟང་པོ་དང་མི་ལ་ཡག་པོ་དེ་འདྲ་སྣང་བ་ཡིན་ན་ཡང་ག་རེད་གོང་ས་མཆོག་ཐུགས་དགྱེས་ཀྱི་རེད་ཟེར་བ་འདུག་བྱེད་ཆེད་བོད་ཆོས་བཏང་གནང་ཡ་རེད་ཨ་ནི་དེའི་གཤམ་ལ་ཡ།

ཨ་ད་ནང་བཞིན་གྱི་ཨ་ནི་ངའི་ཆོབ་དེ་འདྲ་ལྷང་བ་ཡིན་ན་ཨ་ནི་ངའི་སྤོ་བོ་ལ་ཞི་མོ་ཞིག་རེད་ཟེར་བ་འདུག་ཞེས་པ་ཞུ་སྟངས་གནང་ཡ་རེད། ཨ་དེའི་ཞུ་སྒོ་ལ་ཐོས་པ་ཐོས་པ་ལ་ནི་ཨམ་ཆུང་ནང་ལ་ཡ་ཨམ་མཇུག་གིས་འཁོར་བ་ཟེར་སྐོར་བ། ཐོས་པ་ཨམ་མཇུག་གིས་འཁོར་བ། ད་དེའི་ལ་ཡ་ཞེ་སའི་ཐོག་ནས་ཞུས་པ་ཡིན་ན་སེམས་པ་ཟིག་འདུག་ཨ་སེམས་པ། འུམ། སེམས་པ་ཞེས་ཨ་ད་དེའི་ལ་ཡ་ད་ཚིག་དེ་ད་བེད་སྤྱོད་སྟངས་གནང་དུས་སྐབས་སུ་འདུག་ཟེར་ཡ་དཔེར་ན་ད། ཨོ་རྒྱན་ལགས་ཀྱིས་གང་གསུངས་པ་དེ་ཨེ་ཡིན་ཅིག་ག་ངའི་གྲོགས་མོ་དེ་ཚོ་རྒད་པོ་ཡག་པོ་སེམས་ཤ་ཟེར་བ། ཡང་མིན་ན་རྒན་ལགས་ཀྱིས་གང་གསུངས་པ་དེ་ཨེ་ཡིན་ང་ཚོ་ད་ངའི་རོགས་པ་དེ་ཚོ་གི་སེམས་མི་འདུག་ཡག་པོ་ཐོས་མི་འདུག་ཟེར་རོ་གོ་མི་འདུག་ཟེར་བ། ཨ་ནི་ད་ག་ནང་བཞིན་གྱི་ཨ་ནི་གོང་ས་མཆོག་གི་བཀའ་སློབ་དེ་ང་ཚོ་གི་དཔེ་ཡག་པོ། དེ་ངའི་ཡིན་ཟེར་བ་དེ་ག་ནང་བཞིན་ཨ་ནི་ངའི་ཕ་མ་བརྫུན་ཡང་དཔེ་ཡག་པོ་གསན་གནང་གི་རེད་ཟེར་བ་ཕ་མ་བརྫུན་ལ་གསན་བྱས་རྗེས་བེད་སྤྱོད་བཏང་གནང་ཡ་རེད་ཨ་ནི་སོ་སོ་ལ་ངས་ཡག་པོ་ཐོས་སོ་ཟེར་ཨ་ནི་ཕ་མ་བརྫུན་བརྫུན་ཡག་པོ་ཞུ་གསན་གནང་གི་འདུག་བྱས་རྗེས་བེད་སྤྱོད་བཏང་གནང་ཡ་རེད་ཨ་ནི་དེའི་ཞུ་གུ་ལ་ཤེས་པ་ཤེས་པ་ལ་ནི་ཧ་གོ་བ་ཤེས་འབར་བ་དེ་དེའི་ཞེ་ས་མཁྱེན་པ་རེད་བ་དེ་ངས་ད་རྒན་ལགས་ཀྱིས་གསུང་བ་ནང་བཞིན་ངས་བཤེངས་སོ་ཟེར་བ

ཨན་ད་ནང་བཞིན་ཨན་ང་ཚོས་བཀའ་མོལ་དེ་འདྲ་གནང་དུས་སྐབས་སུ་ཡང་མི་དེ་ཚོས་ཨན་དེ་ཟེར་གི་འདུག་ཨོ་ཁྱེད་རང་གིས་ད་ཨང་རྩིས་སྐོར་ལ་ཡག་པོ་མཁྱེན་གྱི་ཡོད་བས་ཟེར་གི་འདུག་ཁྱེད་རང་ཨང་རྩིས་སྐོར་ལ་ཡག་པོ་མཁྱེན་གྱི་ཡོད་ལབ་ན་ཁྱེད་རང་ཨང་རྩིས་སྐོར་ལ་ཡག་པོ་ཤེས་ཀྱི་ཡོད་བས་ཟེར་གོ་རེད། ཨན་ད་ནང་བཞིན་ཁྱེད་རང་རྒྱ་གར་གྱི་ལོ་རྒྱུས་སྐོར་ལ་མཁྱེན་གྱི་ཡོད་བས་ཞེས་ཞེས་དྲི་བ་བཏང་བ་ཡིན་ན་ཨན་ག་ལ་འོ་ལན་ཁྱེད་རང་རྒྱ་གར་ལོ་རྒྱུས་སྐོར་ལ་ཡག་པོ་ཤེས་ཀྱི་ཡོད་བས་ཟེར་གོ་རེད་ད། དེ་དུས་བསམ་པ་ལ་ཡ་ཨན་ཁྱེད་ལ་ཡ་དེ་ནི་མི་དེ་ཚོས་ང་ཚོ་ཚུར་ལས་ང་ཚོ་ལ་དྲི་བ་བཏང་དུས་སྐབས་སུ་འདི་བོད་ཆོས་ཞུ་ཤི་ཏང་ནང་རེད། ཨོ་དེ་ཞུ་ག་ལ་གྱོན་པ་གྱོན་པ་ལ་ན་ད་དུག་ལུ་གྱོན་པ་རུ་བ་སྟོད་བདུན་གོང་ལ་གྱོན་པ་བྱི་རུ་བ་ཧམ་དགུ་གྱོན་པ་རུ་བ་གང་ད་གྱོན་པ་བྱི་ད་གྱོན་པ་དེ་ཞེ་སི་ཐོག་ན་ཞུ་བ་ཡིན་ན་ན་བ་མ་འོ་ན་བ་ས་ན་བ་ན་བ་རེད་དུ་བ་ཨ་ནི་ང་ཚོ་ད་ཅིག་གི་སློབ་གྲ་ལ་འགྲོ་དུས་བསམ་པ་ལ་ཡ་འགྲིག་ཆེ་གྱོན་དགོ་རེད་ཨ་ནི་ད་ནང་བཞིན་གྱི་ཨ་ནི་ང་ཚོ་གི་ཨ་ནི་ཛི་དྲ་རྒན་པ་དེ་ཚོ་ཡང་སོ་སོས་གི་འགྲིག་ཆེ་ན་བ་གི་རེད་ཟེར་བ། ཨིན་ད་ནང་བཞིན་ཅིག་ང་ཚོ་ལོ་སར་དང་ཨིན་གོང་ས་མཆོད་ཀྱི་འཁྲུངས་སྐར་དང་ཨིན་ལྷ་སྐར་ལ་ཡང་ཨིན་ང་ཚོ་ཚང་མ་ཨིན་ཡིན་ཅིག་ཆུ་བ་རྣམས་ཀྱི་རེད་ཟེར་ར་ཚང་མ་གས་ནི་ང་ཚོ་ནང་གི་ཕ་མ་ཚོ་དང་སྤོ་རྨོ་དང་ཚང་མ་གས་ནི་ཆུ་བ་རྣམས་ཀྱི་རེད་ཨིན་འདུག་ཞེས་ཨིན་རང་ལ་གྱོན་པ་ཞེས་ཏེ་བེད་སྤྱོད་དང་ཨིན་གཞན་ལ་བསྣམས་པ། ཨན། དེའི་ཆུ་ཁོ་ལ་ངུ་བ་རེད་འདུག་བ། ངུ་བ། ད་མིན་གི་ཁྱེད་རང་ལ་ཉེ་བརྡ་དེ་འདྲ་བཏང་བ་ཡིན་ན་ཁྱེད་རང་ངོ་རྒོལ་བ། འོ་ལ་སེ། ད་ད་ངོ་བོ་དེ་ལ་ཞེ་སའི་ཐོག་ནས་ཞུས་པ་ཡིན་ན་ཤུ། བ། ཤུ། བ། བ་བོའི་ཤ་ཞེས་པའི་ཤུ་མ་ཟ་ཤུ། བ། ནི་ཁོང་གིས་ང་ལ་ཉེ་བརྡ་བཏང་ཞིག་ངས་ངུ་ཡིན་ལ། ངས་ཁོ་ལ་ཉེ་བརྡ་བཏང་ཅིག་ཁོ་ཡང་ཤུ་སོ་ཟིག་རེད་བ། དེ་འདོད་བསམ་པ་ལ་ཕ་ཆུ་དེ་ཤུ་བ་བྱས་སོ་སོ་དེ་ངུ་བ་རེད་བ། ཨན། ད་ནང་བཞིན་ང་ཚོ་གི་ལས་ཀ་སྡུག་ཅག་དེ་འདྲའི་བྱེད་པ་ཡིན་ན་འདིའི་རྐྱེན་གྱིས་ང་ཚོ་གི་ཕ་མ་འཛིན་བཟུང་སེམས་པ་སྐྱོ་ཆེ་ཤུམ་གུར་བ། སྤྱན་ཆབ་བསིལ། ངོ་བ་ཡི་ད་མིག་ཆུ་བཏང་བ་ལ་གཅིག་དང་སྤྱན་ཆབ་བསིལ་བ་ཡི་ལ་གི་རེད་དེ་ག་ན་བཞིན་ངུ་གི་འདུག་བྱེད་བྱེད་ལབ་པ་ཡིན་ན་ཤུམ་གི་འདུག་གི་རེད། ཤུམ། བྱེད་དེ་ཆུ་གོ་ལ་ཤི་བ། ཤི་བ། ཤི་བ་དེ་བྱེད་སའི་ཐོག་ནས་ཤུ་བས་ན་སྐུ་གཤེགས། དཔེར་ན་ཁ་སང་ཧོབ་ཏུ་རྒྱ་གར་གྱི་དམག་མི་མང་པོ་ཞུགས་ཤིག། གཤེགས་པར་སྐུ་གཤེགས་པར་བ་དངོས་ནི་བྱས་ན་ཁོ་རང་ཁོ་རང་ཚོ་ད་སྐུ་གཤེགས་པ་མ་རེད་ཨཱ་ནི་རྒྱ་མི་གིས་ཁོ་ཚོ་བཀྲོངས་པར་བ་བསད་པ་ལ་ཞེ་སའི་ཐོག་ནས་ཞུས་པ་ན་བཀྲོངས་པ་ཟེར་བ་ད་དོན་འདུག་ཨཱ་ནི་ཤི་བ་གི་ཞེ་ས་དེ་ལ་སྐུ་གཤེགས། ཨཱ་ནི་ད་ག་ནང་བཞིན་ཅིག་ང་ཚོ་ད་བླ་མ་དེ་འདྲའི་དགོངས་པ་རྫོགས་ཀྱི་འདུག་བ་བླ་མ་དེ་འདྲའི་སྐུ་བཀྲོངས་པ་ཡིན་ན་དེ་ལ་ཡང་ཨཱ་ནི་ང་ཚོ་ཞེ་སའི་ཐོག་ནས་དགོངས་པ་རྫོགས་པ་བྱེད་ཅིག། ད་དགོངས་པ་རྫོགས་ཞེས་བྱའི་ཚིག་དེ་བེད་སྤྱོད་བཏང་གནང་གི་རེད། ད་ག་ན་བཞིན་སྐུ་མྱ་ངན་ལས་འདས་ཞེས་བྱས་ཡང་བེད་སྤྱོད་བཏང་གནང་གི་རེད། ཡིན་ན་ཡང་ང་ཚོ་མི་དཀྱུས་མ་ཡིན་ཏེ་ད་ཅིག་གྲོངས་པ་ཡིན་ན་ཅིག་ཁོང་སྐུ་གྲོངས་རེད་ལ་ཡ་ད་ཡང་མིན་ན་ཁོང་སྐུ་གཤེགས་རེད་ཡང་མིན་ན་ཁོང་ཤག་རེད་ལ་ཡ་འགྲོ་དེ་འད་ཀྱི་ད་ཚིག་དེ་བེད་སྤྱོད་བཏང་གནང་གི་འདུག་དེ་མ་ཡིན་པ་ལྷ་མ་ཡིན་ཏེ་དགོངས་པ་རྫོགས་པ་ཡིན་ན་ཡང་མིན་ན་དགོངས་པ་ཆོས་དབྱིངས་སུ་ཐིམ་རེད་ཞེས་བྱས་ལ་ཡ་ད་ཡང་མིན་ན་ཡིན་ན་ཅིག་ག་ཁོང་སྐུ་མྱ་ངན་ལས་འདས་རེས་བྱས་ཕྱིར་བ་དུས་ཕལ་ཆེར་བཏང་གནང་གི་རེད། ཨེ་འདའི་གཤམ་ལ་ཡ་སེ་བ། སེ་བ་རེད་བ། དུ་སེ་བ་གི་ཞེ་ས་དེ་ག་རེད་དོ། བཀྲོངས་པ། ཟེར་བ། དཔེར་ན། ད་ཅིག་མི་གི་ཨེ་ནི་ང་ཚོ་ད་ཅིག་མི་ཨེ་འདའི་ཅིག་ཅིག་ཕ། དེ་འདའི་སེ་བ་དེ་འདའི་ཡིན་ན་དེ་ལ་ཡ་སྐུ་བཀྲོངས་པ་ཟེར་བ། སྐུ་བཀྲོངས། དེ་ལ་ཡ་བཀྲོངས་པ་ཅིག་པོ་བྲིས་འདུག་བ་དོན་དུ་ཨེ་ནི་སྐུ་བཀྲོངས་པ་ཡང་ཟིག་རེད། ཨ་ནི། ཨ་ནི་དེའི་གཤམ་ལ་ཡ། རྗེས་པ། རྗེས་པ་ཟེར་དུས་བསམ་པ་ལ་ཡ་དྲན་པ་རྗེས་པ་གི་རྗེས་རེད། དཔེར་ན་ཁྱི་སེང་ངས་ལས་ཀ་གྱི་དྲན་པ་བརྗེད་འདུག་ཟེར་བ་དོན་དུ་རྗེས་པ། རྗེས་པ་དེ་ལས་ཡ་ཞེས་ཟེར་ཐོག་ནས་ཞུས་པ་ཡིན་ན་བསྙེལ་བ། བསྙེལ་བ་བྱེད་ཅེས་ད། དཔེར་ན་དེའི་ལས་ཡ་དེ་འདྲས་ད་ཅིག་ནམ་རྒྱུན་ནང་དུ་འདུག་ཟེར་བ་དཔེར་ན་དེང་སང་འགྲོ་བ་ཆ་བཞག་པ་ཡིན་ན་ཨ་ནི་ད། ཁྱེད་རང་ཚོས་ད་ཕྱི་ལོའི་ལ་ཕེ་ཏོའི་སྐབས་སུ་ཨ་ནི་ཁ་རས་རྒྱག་ཡ་དེ་ཨ་ནི། མ་བསྙེལ་བར་གནང་རོགས། མ་བསྙེལ་བ་ཟེར་དུས་བསམ་པ་ལ་ཡ། ཁྱེད་རང་ཚོ་མ་བརྗེད་པར་གནང་རོགས། ཟེར་གི་རེད། དེ་ག་ནང་བཞིན་ང་ཚོ་ཕྱི་ལོགས་ལ་ཕེབས་རྗེས་ཞོག་གོ་ལ་ནང་ལ་ལོག་ནས་ཡང་ངེད་སོ་སོ་གྱི་ཕྱག་བསིལ་ཡར་བསྡད་ནས་མ་བསྙེལ་བར་གནང་རོགས། མ་བསྙེལ་བར་གནང་རོགས་ཟེར་དུས་བསམ་པ་ལ་ཡ། ལག་པ་འཁྲུ་ཡ་དེ་དྲན་པ། མ་བྱས་པ་གནང་རོགས་ཞེས་ཞེས་ཟེར་བ་རེད། དེ་བཅས་བྱས། ཨ་འདའི་བཞུགས་སྒར་ལ་ཤེས་པ། ཤེས་པ་ལ་ནི་ཁ་ནས་ཤེས་པ་རེད་བ། ཤེས་པ་སྐད་ཆ་ཤེས་པ་རེད་དེ་ག་ནང་བཞིན་ཡང་ནི་སྒྲུང་ཤེས་པ་རེད་བ་འདུག་ཞེས་ཇི་ལྟར་ཤེས་པ་ཇི་ལྟར་ཤེས་པ་དེ་ཞེ་སའི་ཐོག་ནས་ཞུས་པ་ཡིན་ན་གསུངས་པ་རེད་བ། ཨ་ནི་དཔེར་ན་ང་ཚོ། ནང་གི་ཨ་ནེ་ཡིན་ནང་ལའི་ཨམ་ལགས་ཀྱིས་རྟག་པར་བཤད་ན་ང་ཚོ་ལ་ཡར་སློབ་སྦྱོང་ཡག་པོ་གནང་དགོས་རེད་ཟེར་བྱས་ཅེས་གསུང་གི་རེད་ཟེར་བ་ཨ་ནེ་ད་ག་ནང་བཞིན་ཨ་ནེ་ང་ཚོ་དགེ་རྒན་ལགས་ཀྱིས་ཨ་ནེ་སྤྱོད་པ་ཡག་པོ་གནང་དགོས་རེད་ཟེར་བྱས་ཅེས་ཨ་ནེ་ཡིན་གསུང་གི་རེད་ཟེར་ཨ་ལྟ་གསུང་ལ་ན་ཤེས་པ་ཡི་ཤེས་ས་བྱས་ཨ་ནེ་དེའི་ཞུ་ག་ལ་ཉན་པ་ཉན་པ་ལ་ན་ཨམ་ཆུ་ཉན་པ་རེད་བ་རྐང་བཙུགས་ནས་ཉན་པ་རེད་ད་རེད་བ་སོང་ཙང་ཉན་པ་དེ་ལ་ཨ་ནེ་ཡིན་ཞེས་ཟིན་ཐོ་ནས་ཞུས་པ་ཡིན་ན་སེམས་པ་རེད་བ་ཏི་སེ་འབའ་སི་དེའི་བསམ་པ་ལས་དེ་ལས་ཡང་ཚོ་དུ་སིག་རོགས་རྣམས་ཡོད་ནས་ད་ཅིག་ག་ཁྱེད་རང་ཚོ་གི་ད་ཕ་མ་གི་གང་གསུངས་པ་དེ་ནི་ཡག་པོ་བྱེད་ནས་སེམས་དགོས་རེད་ཟེར་བ་ཨན་ད་ནང་བཞིན་སོ་སོ་གི་གྲོགས་པོ་གྲོགས་མོ་གི་ད་སོ་སོ་ལས་ཡ་ལམ་སྟོན་དེ་འདྲ་ཡག་པོ་གནང་དུས་སྐབས་སུ་དེ་དུས་སྐབས་སུ་ཨ་ནི་ཁྱེད་རང་གི་ཡག་པོ་སེམས་དགོས་རེད་ཟེར་བ་ཨན་ད་ནང་བཞིན་ཨ་ནི་རྒན་ལགས་གི་ཨ་ནི་ང་ཚོ་ལས་ཡ་ཚོ་ལམ་སྟོན་བཀའ་སློབ་དེ་འདྲའི་ཕེབས་དུས་སྐབས་སུ་ཡང་དེའི་ལས་ཡང་ནི་ང་ཚོ་ཡག་པོ་བྱས་ནས་གསན་དགོས་རེད་དོན་དུ་གསན་ལ་ནི་ཉེས་པ་བྱས་ཨ་འདའི་ཞུ་སྒོ་ལ་ཉེ་བ་རེད་བ་དགོངས་དག་ཉེ་བ་གཉིས་ཉེ་བ་རེད་བ་དེ་ཉེ་བ་དེ་ལ་ཡ་ཞེ་སའི་ཐོག་ནས་ཞུས་པ་ཡིན་ན་ཟིན་པ་རེད་བ་ད་ང་ཚོ་འདུག་སི་ཀར་ནམ་རྒྱུན་ཨ་ནི་ནང་ལ་ཡ་ང་ཚོ་གི་ཨ་ནི་ད་གཟིམ་ཤག་ལ་ཡ་ཨ་ནི་ང་ཚོ་མོག་མོ་ལ་གཟིམ་འདུག་སི་ཀར་བ་ཨ་ནི་ད་ག་ནང་བཞིན་གྱི་ཨ་ནི།

ཨ་ནི་དུ་ཟླ་དཔེར་ན། ངའི་གྲོགས་མོ་ཨ་ནི་ཤིང་རྡོ་ཁུ་བ་བྱེད་ཡ་ལ་མཉེས་པོ་ཡོད་རེད་ཟེར་བ་ཤིང་རྡོ་ཁུ་བ་ཟེར་དུས་བསམ་པ་ལ་ཡ་ཇུ་ཟེར་དགོས་རེད་བ། དེ་ཨ་ནི་བྱེད་ཡ་མོ་རང་མཉེས་པོ་ཞུ་བོ་ཞུ་རེད་ད་ག་ནང་བཞིན་གྱི་ཨ་ནི། ངའི་ཨ་ནི་སྤོ་པོ་ལ་ཨ་ནི་བོད་ཆས་མཉེས་པོ་ཞུ་བོ་ཞུ་རེད་ཟེར་བ་བོད་ཆས་གཅིག་ག། གཞལ་ཡས་ལ་ད་ཐུག་མཉེས་པོ་ཞུ་བ་བྱོས་རེད། ཨ་ནི་ད་ནང་བཞིན་ཏང་ཙུའུ་ནང་ལ་ཡ་སྐུ་མགྲོན་དེ་འདྲས་ཕེབས་པ་ཡིན་ན་ང་ཚོ་འདུག་ཟིག་རེད་བ། ཨ་ནི་ཡིན་གཅིག་ག་གསོལ་ཇ་བྱེད་རེད་བ། ཨ་ནི་ད་ནང་བཞིན་གྱི་ཨ་ནི་གཅིག་ག། ཆབ་ཤོས་བྱེད་བྱེད་བྱེད་ད་ནི་ང་ཚོ་འདུག་ཞུགས་རོགས་ཨ་དེ་ལ་ཡ་དོན་དུ་ཨ་ནི་ཐུག་མ་བ་དེ་ལ་ཡ་ཞེ་སའི་ཐོག་ནས་ཞུས་པ་ཡིན་ན་བྱེད་བ་ཟེར་བ། ཨ་ནི་དེ་ཞུ་གི་ལ་བསྡད་བ། བསྡད་བ་རེད་བ། ཉེ་ཁྲི་གང་ལ། བསྡད་པ་ཡིན་ནི་རེད་དེ་གང་ནང་ཞིག་ས་གང་ལ་བསྡད་པ་ཡིན་ན་གཅིག་པ་གཅིག་ཡང་རེད་དེ་བསྡད་པ་དེ་ལ་ཡ་ཞེ་སའི་ཐོག་ནས་བཞུགས་པ་ཡིན་ན་བཞུགས་པ་རེད་བ་ད་བཞུགས་པ་ཟེར་ཨ་ནི། དཔེར་ན་ད་ལྟ་ང་ཚོ་གི་ཨ་ནི་ཨ་མ་ལ་ནང་ལ་བཞུགས་འདུག་བས་ང་ཚོ་ནམ་རྒྱུན་མི་ལ་ཡ་སྐད་ཅིག་འདུག་ཟེར་ཁྲིད་ན་འགུར་བ་ཨ་ནི་ད་གང་ནང་བཞིན་གྱི་ཨ་ནི། མི་དེ་འདྲ་ང་ཚོ་ནང་ལ་སྐུ་མགྲོན་དེ་འདྲ་ང་ཚོ་ནང་ལ་ཕེབས་པ་ཡིན་ན་ཨ་ནི་ང་ཚོ་གི

ད་ང་ཚོ་ཟླ་གཅིག་གི་གཟུགས་གཞི་མ་བདེ་བའི་རྐྱེན་གྱིས་ད་ག་རེ་ཡིན་ན་ན་ཆུང་རེ་བ་དེ་འདྲས་ཀྱིས་ན་བ་ན་བ་དེ་ལ་ཡ་ཞེ་སའི་ཐོག་ནས་ཞུ་བ་ཡིན་ན་སྨྱུང་བ་རེ་བ་ད་དཔེར་ན་ང་ཚོ་གིས་ད་ནང་འགལ་ནས་ནི་མི་རྒན་པ་དེ་འདྲས་ཡིན་ན་ནི་རྒྱུན་དུ་ཡ་གཅིག་ག་སྤུན་མོ་སྨྱུང་དེ་ཡ་ད་ད་ག་ནང་བཞིན་གྱི་སྐྱེས་པ་སྨྱུང་དེ་ཡ་ལ་སོགས་པ་དེ་འདྲས་མང་པོ་ཡོང་གི་འདུག་བ་དེ་འདྲས་བསམ་པ་ལ་ཡ་ཨ་ནི་འདི་མི་གཞན་པ་དེ་འདྲའི་ཡང་ཨ་ནི་ན་ཚ་དེ་འདྲའི་ནག་དེ་ཡོད་ན་ཨ་ནི་དེ་ཚོ་ལས་ཡང་ང་ཚོ་བྷ་ག་མི་ནང་འདུས་སྐབས་སུ་ཨ་ནི་ཁྱེད་རང་སྨྱོན་གུ་འདུག་བས་ཞེས་ཀྱི་སྐད་ཆ་དྲི་ཡ་དང་ཨ་ནི་ད་ག་ནང་བཞིན་ཁྱེད་རང་གི་སྙུང་གཞི་དེང་སང་ག་འདྲེ་འདུག་བས་ཞེས་ཀྱི་ང་ཚོ་སྐད་ཆ་དྲི་ཡི་རུ་བ། ཨ་ནི་ཁྱེད་རང་གི་ན་ཚ་དེ་དེང་སང་ག་འདྲེ་འགྲོ་བཞིན་འདུག་ཁྱེད་རང་ཏིགས་སུ་གྲག་གི་འདུག་བས་ཟེར་བ་རུ་བ་དོན་དུ་འདུག་ཞེས་ཀྱི་ད་ཅིག་གི་སྨྱུང་བ་ལ་དུས་སམ་བ་ལ་ན་བ་གི་ཞེ་ས་བྱས། ཨ་ནི་ཡང་མིའི་གིས་ང་ཚོ་ལ་ཚུར་ཁྱེད་རང་སྨྱོ་འགུ་འདུག་བས་བྱེད་ཅིག་འདུག་ཟེར་ནས་བཀའ་དྲིན་གནང་དུས་སྐབས་སུ་ཡང་སོ་སོས་ཀྱིས་ང་སྨྱོ་འགུ་འདུག་བྱེད་ཅིག་མ་ལབ་བྱེད་རོ་བ། ཨ་ནི་སོ་སོས་ངེད་ནས་ཨོ་ང་ན་ག་འདུག་ཟེར་བ། འདུག་བེད་སྤྱོད་བཏང་གནང་དགོས་རེད། ཨ་ནི་དུས་ཡུན་དུ་ང་ཚོ་གོང་གི་ད་ལྟ། ཞེས་ཟེར་དེ་གིས་དེ་ནི་རང་གིས་རང་ལ་བེད་སྤྱོད་བཏང་ཡང་མ་ཡིན་པ་བྱས། ཨ་ནི་རང་ལས་ལོགས་སུ་གྱུར་བའི་མི་གཞན་པ་སུ་ལས་ཡིན་ནའི་ལས་ཆེ་ཆུང་ག་འདྲའི་བྱེད་ནའི་ལས་རེད་དེ་ཚོ་ཚང་མ་ལས་ཡ་ཨ་ནི་ད་ཞེ་ས་དེ་ཚོས་བེད་སྤྱོད་བཏང་གནང་ན་ཡག་པོ་ཞུ་ཞུ་རེས་བྱེད་བྱེད་དུས་ཞུ་ཡ་ཧིན། ལགས་སེ་ཨ་ནི་ད་རིང་གི་ང་ཚོ་གི་སློབ་ཚན་དེ། ཨ་ནི་རྒྱུན་སྤྱོད་བྱ་ཚིག་གི་ཞེ་སར་ཞེས་པའི་ལས་ཚིག་སློབ་ཚན་དེ་དེ་ག་རང་ཨ་ནི་མཇུག་བསྒྲིལ་བ་ཡིན།